དང། བསྔོ་བ་དེ་ག་དེ་བས་བསྔོ་སྙམ་སེམས་བ་ཅན་དང་བ་རང། དང། ང་ཟོམ་གྱིས་འབར་བ་ཅན་དང་ན་ལེ་ངག་གིས་རླུང་ལྷག་མེད། དང། མ་ལེ་མི་མང་ཚོགས་ཀྱིས་དེ་རླུང་དེ་ཉེན་མེད། དེ་མདོར་བསྡུ་བ་ཅན་དང་དེ་ཆུ། ཆུའི་ཤེས་པ་དང་བསྙེན་པ། ཨ་ནི་དེ་ད་དུ་ང་བྱེད་ཀྱི་དགེ་བའི་རྩ་བ་ངོ་མ་ངོ་མ། རྡོག་རྡོག་ཧྲིལ་ཧྲིལ་ལྟ་ཐུག་གི་ལག་ཟུང་དེ་ཨ་ནི་དགེ་བའི་རྩ་བ་ཨ་ནི་གྱིས་ཚུན་བཞིན་དང། ང་ཚ་ར་ག་ར་གི་འདས་པའི་དུས་ལོ་བསགས་པའི་གི་དགེ་བའི་རྩ་བ་བྱ་ཆབ་དང། ད་ལྟ་བ་བསགས་པའི་དགེ་བའི་རྩ་བ་དང་མ་འོངས་པའི་དགེ་བ་དེ་མ་བསགས་པས་མ་བསགས་དེ་བས་སའི་ཕྱིར་རོ་འདི་ལུས་རྣམ་སྨིན་ལུས་ཆགས་པ་ཞེན་པ་མེད་པ་དེ་འདི་ཡ་དེ་འདི་གི་མ་འོངས་པ་གི་དགེ་བ་དེ་ལས་ང་ཚ་བཀའ་བརྒྱུད་གོང་མ་གི་བླ་མ་ཚུགས་གི་དེ་ཆོས་ཀྱི་དབྱིངས་ལུས་ཡོད་པའི་དགེ་བ་ཟད་མེད་ཅིག་ཡུལ་ཨ་ནི་ཡོད་པའི་དགེ་བ་གཉིས་ཆ་མཉམ་སྡོམ་བཞིན་དག་གཉིས་ཆ་ཆད་པའི་གར་གཅིག་ཏུ་བསྡུས་ཤིང་སྡོམ། སྡོམ་སྡེ་དགེའི་གཏེར་ལས་དྭངས་པ་རང་འཇིག་རྟེན་ཁམས་ཀྱི་འཕེན་པ་དང་བདེ་བའི་འབྱུང་གནས་དེ་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དབྱིངས་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་སྲིད་མེད་ཀྱི་མེད་པ་ཅན་འཇིག་རྟེན་ཁམས་དུ་བདེ་བ་ཕན་བདེ་སེམས་མི་བདེ་འོང་བས་ཀྱི་འདི་སྒྱུ་མ་པ་ལེ་རེ་མི་འདུག་ཨ་ནི་བས་འདི་གའི་གསང་ཆེན་གྱི་བསྟན་པ་རིན་པོ་ཆེ་འདི་ཕྱོགས་འདིའི་གནས་སྐབས་ཐམས་ཅད་དུ་རྙེད་པ་དང་བཀུར་སྟི་བཅས་ཏེ་དར་ཞིང་རྒྱས་ལ་ཡུན་རིང་དུ་གནས་པར་གྱུར་ཅིག་ཨ་ནི་གནས་གཉིས་ཀྱི་ཕྱིར་བསྡུ་བའང་ངོ་བོ་ཡིན་པས། དེ་ལས་བསྟན་པའི་རྩ་ལ་དེ་ལ་དཔལ་ལྡན་བླ་མ་ཡིན་པས་དཔལ་ལྡན་བླ་མ་དམ་པ་དེ་ཞི་བར་གཤེགས་ཚད་མེད་ཅིག་འདུག་དེ་སོ་གའི་ཐུགས་ཀའི་དགོངས་པ་ཁྱད་པར་གྱིས་གོང་ནས་གོང་དུ་ཡོངས་སུ་རྫོགས་བཅུག་ཟེར། དེ་བདག་ཏུ་ཞལ་བཞུགས་མི་བདག་ཏུ་ཞལ་བཞུགས་མི་བབ་ལྟར་རོ་དེ་བླ་མ་གཅིག་དང་གཉིས་ལྟ་བུ་མ་ཡིན་པ། རིས་སུ་མ་ཆད་པ་རིས་སུ་མ་ཆད་པ་ཟེར་མི་དེ་ཆོས་ལུགས་རིས་སུ་མ་ཆད་པ་ཡོངས་སུ་རྫོགས་པ་གཅིག་གིས། དེ་ལས་བསྟན་པ་འཛིན་པའི་གིས་དེ་དགེ་བའི་བཤེས་གཉེན་དེ་བསྟེན། དེ་སོ་ད་སྐུ་ཚེའི་རིང་འགྲོ་དེ་འཁྲིད་ནས་ནང་པ་དང་མཉམ་བཅུག། དེ་ལས་ད་བསྟན་པ་དེ་གགས་ཀྱི་རྫིང་སྒོ་མོ་ཟེར་བ་ཅན་དེ་དགེ་འདུན་གྱི་རྫིང་སྒོ་ཡིན་པས་དགེ་འདུན་གྱི་རྫིང་སྒོ་བདག་ད་དགེ་འདུན་ལུགས་བརྡེག་ད་དགེ་སློང་ཕ་དང་དགེ་སློང་མ་ད་རྡོ་རྗེ་ལས་དགེ་སློང་མ་ཡི་དགེ་འདུན་ཡང་ཡུལ་བདག་ནི་དགེ་འདུན་ཕ་མ་ཐམས་ཅད་ཐུགས་བདེན་ཁྲིམས་གཙང་བསླབ་པ་གསུམ་གའི་ཡོན་ཏན་དགོངས་ནས་གོང་དུ་འཕེལ་བཅུག་ཟེར། ད་འདི་གསུམ་པ་ཡངས་པའི་འཇིག་རྟེན་གྱི་ཁམས་ཐམས་ཅད་ལུག་ནད་དང་མུ་གེ་དང་འཁྲུག་རྩལ་ལ་སོགས་པ་བཞི་ཉིད་ཀྱི་ཕྱིར་དུ། འདི་ལོའི་ཡར་ངོ་དགུ་ཡིན་པས། དེ་ལས་ཆར་ཆུ་དུས་སུ་འབབ་པར་ལོ་ཆུ་རྟག་ཏུ་ལེགས་པ་ལ་སོགས་པ་སྟེ་དེའི་འབྱུང་གནས་ཆེད་དུ་དང། དེ་ལས་ལྷག་པར་དུ་དེ་ང་ཚེ་རབས་སྨན་ལྗོངས་དང་སྨན་ལྗོངས་སེར་ལབ་ཡིན་པས་ལྷོ་ལྗོངས་སེར་ལབ་ཡིན་པས་ཙན་དན་གྱི་ལྗོངས་སེར་ལབ་ཡིན་པས

གཡོན་གྱི་ཆུ་རྒྱལ་མྱ་ངན་མེད་དང། དེ་ལས་བུ་གི་གངས་ལྗོངས་ཀྱི་དེ་ལས་ཆུ་རྒྱལ་མེས་དབོན་རྣམ་གསུམ་ལ་སོགས་པ་དང་འདྲ་བ། དེ་འགའ་ལྕགས་ཁྲ་འཇིག་རྟེན་ཀེ་འུ་ཀེ་འབར་བ་དེ་འདྲ་འཇིག་རྟེན་ཀེ་འུ་ཀེ། དེ་ལས་དེ་གཙུག་གི་ནོར་བུ། དེ་ལས་ད་སྤྱིར་བཏང་གི་ས་ཤ་ལེ་འབར་བ་དེ་དེ་ས་ཆེན་མཆོད་སྦྱིན་སྐྱོང་བའི་དེ་མི་དབང་མངའ་བདག་རྒྱལ་པོའོ་ཟེར། དེ་མངའ་བདག་རྒྱལ་པོ་ཟེར་མི་འདི། ད་ཅི་བདག་མ་གྲོགས་ཅི་ཡིན་པ། དེ་ཕྱིར་ཧ་གོ་གོ། དགའ་བྱེད་པའི་ཟེ་བ་ཅན་དེ་སངས་རྒྱས་ཀྱི་ཆོས་ཀྱི་རྒྱལ་པོའི་འཁོར་ལོ་བཅུ་ཟེར་འཁོར་ལོ་བཅུ་ཡིས་དེ་ལས་དེ་རྣམས་ས་ལས་ས་ཀྱིས་བསྲུངས་ཏེ་འདུག་བདག་ནི་སྲུང་མི་དེ་སུ་དང་དེ་ལྟར་དུ་ཆོས་ཅན་གྱི་རྒྱལ་པོ་ཚུལ་གྱི་རྫས་དང་དེ་དེ་ལས་ད་ཅིའི་དཔེར་འོང་ཨིན་དེ་ལས་འདི་ར་མ་ཚད་ད་འཆི་མེད་ཀྱི་བདག་པོ་ང་ཅར་ལྷ་ཡི་བདག་པོ་ལྷ་ཚངས་པ་བརྒྱ་བྱིན་ཨ་ནི་ཆ་བྱ་བ་གི།

དེ་ལས་ད་ལྟར་དེ་ལས་དེ་བཀྲ་མ་ཤིས་ཀྱི་དབྱིབས་འདི་ཀྱིས་དེ་བཀྲ་མ་ཤིས་ལས་ས་བརྫུས་ད་ལས་བང་ཕྱི་མའི་བཀྲ་མ་ཤིས་བརྫུས་འོག་ལས་བཀྲ་མ་ཤིས་བརྫུས་བང་ན་གོ་ལས་བཀྲ་མ་ཤིས་བརྫུས་བཀྲ་མ་ཤིས་བརྫུས་འདི་ཀྱིས་དེ་སྡིག་པའི་གི་ལས་འདི་བསགས་བདེ་སྦྱོར་བའི་སྐབས་ལས། དེ་ལས་འཇིག་རྟེན་ཁམས་སུ་རང་བཞིན་གྱི་རང་དེ་ལས་དེ་ནད་ཡམས་དྲུག་ཚེ་མུ་གེ་འདི་སུ་འཕེལ། དེ་ལས་ལྷ་སྲུང་འདི་སོས་དེ་རང་བཞིན་གྱི་ཉམས་འདི་འཇོག།

ད་དབུགས་སྒམ་འདི་གི་རྩིབ་ས། ད་སེམས་ཅན་འདི་སུ་ཤི་འདི་གི་ད་དམྱལ་བ་ལས་མ་འབྱོ་བཅུག་ད་ཁོང་ལོད་ཀ་ཅལ་འགྲོག་འདྲ་ཡོད་མི་པའི་སེ་དེ་ཨ་ནི་བོ་ད་ང་ཅལ་ཅིག་དེ་སྒམ་འདི་མཉམ་འབྱོ་ཡིན་སེ་མེ་དེ་ཨ་ནི་བོ་ད་དེ་དང་བར་དུ་དེ་ལས་དེ་བརྒེབ། དེ་ལས་བརྒེབ་ད་བསྟུན་བེ་གི་བློན་པོ་བློན་པོ་ད་བསྟུན་བེ་གི་འབངས་མི་སེར་བརྒྱད་བློན་འབངས་གསུམ་འདི་ཚོ་ཡ་དེ་ལས་ཐུགས་མཐུན་ཁྲིམས་གཙང་ལས་བཤམས་ལས་བཤམས་ལས་ལས་བཤམས་ད་དུ་འདི་ཚོ་མེ་ར་འབྱུང་བཅུག་སེ་མེ་དེ་ང་ཅལ་གི་ད་དུ

དེ་ལས་ན་བཟའ་སྡུག་སྒྲ་ཅི་འོང་དེ་གི་སྲས་མི་གང་རེ་ཤི་སོ་བ་ཅན་དེ་ན་འགྱོ་མ་ཐུབ། དེ་ན་ལུ་དམག་སྡུག་སྒྲ་ཅི་ཐོན། དེ་ལས་དེ་བམ་ཐེམ་བུ་ཅི་བཅག་པ་ཅན་དེ་ང་ཅི་གི་རྩ་རྒན། རྩིབས་བཅབས་བྱ་མི་དེ་ཐེ་བར་བརླག་བཏང་བས་པས་དེ་འགྱོ་མ་ཐུབ། དེ་ལས་ལྕགས་མེད་རང་བདེན། དེ་ལས་ནག་མི་འདུག་དེ་རྣམ་པར་ཤེས་པ་འདི་ལྟ་ཚེ་ཕྱི་མ་རང་གི་ལས་དང་ཁྲིད་དེ་གི་དམྱལ་བ་ལུས་དུ་འོང་ག་ཡི་དྭགས་ཀྱི་མདའ་དུ་འོང་ག་དུད་འགྲོ་ལུས་དུ་འོང་ག་དེ་ནག་བདུད་མི་ཤ་ཞབས་བདུན་དེ་ཨ་ནི་པའི་དེ་སེམས་བློ་དེ་དེ་གི་ས་ལེ་ར་མེད་པ་ཨ་ནི་གཟུམ་པའི་དེ་ལྗོན་ནི་གི་ཉེན་ཁ་ཡུལ་ཡུལ་ཨ་ནི་བབ་ད་ལུ་ད་དུ་ང་ཚས་རང་གི་འདི་ན་ལུས་བའི་ལས་བཞམས་ལས་བཞམས་ལས་ལས་བཞམས་ད་མ་འོང་པ་ན།

དེ་ག་ལ་ནི་རྒྱལ་ཁབ་བཅོག་མི་གིས་དེ་འགེབས་ཚོད་མི་ཆོད་པ། དེ་འགེབས་དེ་བཟོས་ན་བསོད་ནམས་མེད་བརྡར་ལུས་དེ་ག་དེ་ཆོད་ནི། དེ་ལ་ང་ཅར་སྡུག་བསྔལ་མྱོང་འདོད་གོ། དེ་དེ་དེ་བས་དེ་དེ་ཧེ་མ་ལེ་ར། དེ་ང་ཅར་རྨེ་ལམ་སྟབས་བདེ་གིས་དེ་ལ་འདེབས་འགོ་བ། དེ་ཨ་ནི་ད་དེ་ཡང་ངོ། དེ་ལས་ལྷག་པར་དུ་དེ་རང་ལུགས་ཀྱི་སྡང་བར་བྱེད་པའི་གི་སྒྲ་སྡང་བར་བྱེད་པའི་སྒྲ་དེ་ཨའུ་ཁོ། ཤིས་བཅུག་ན་བཅུག་ཟེར་སྨྲེ་ལམ་སྟབས་ནི་མེད་དེ་ད་དུ་གདོན་ག་ཡོད་པའི་བེ་སེ་སྟེ་རྩིབ་ས་ག་དེ་བའི་བེ་སེ་ཕྱིར་རོ། དེ་སྒྲ་བོ་དེ་བཟོད་པ་བསྒོམ་པའི་གི་རྟེན་ཨ་ནི་སྡང་བར་བྱེད་པའི་སྒྲ་དང་གནོད་པར་བྱེད་པའི་བགེགས་རང་གི་ལུས་ཕྱི་ནང་གི་སྲིན་བུ་སྟེ་རང་གི་རྩ་བའི་ཕ་མ་གཉེན་ཉེ་འབྲེལ། སྐྱོ་བར་བྱེད་པའི་གཉིད་ཀྱིས་གཙོས་པའི་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་མཐར་ཐུག་ལ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཅིག། སངས་རྒྱས་ཀྱི་གོ་འཕང་དེ་འཇམ་སྟོང་སྟོང་ཐོབ་མི་ཚུགས་ལོ་གཅིག་ལོ་ཐོབ་མི་ཚུགས་ལོ་བརྒྱ་ལོ་ཐོབ་མི་ཚུགས་སྟོང་ལོ་ཐོབ་མི་ཚུགས་འབུམ་གཅིག་ལོ་ཐོབ་མི་ཚུགས། ལོ་དུང་ཕྱུར་གཅིག་ལོ་ཐོབ་མི་ཚུགས་ཨ་ནི། སངས་རྒྱས་མ་ཐོབ་ཀྱི་བར་དུ། དེ་ལས་འདས། མཐོ་རིས་ཀྱི་ཡོན་ཏན་བདུན་དང་ལྡན་པ། ཚེ་རིང་བ་གཟུགས་བཟང་བ་ནད་མེད་པ། ལོངས་སྤྱོད་ཆེ་བ་སྟེ་ལྔ་བརྒྱ་དང་ལྷ་དང་མིའི་ལུས་ལས་བྱམས་ལེན་གོ། ཨ་ནི་ལྷ་དང་མིའི་ལུས་ལེན་བཞིན་དང་དེ་ལས་དགའ་དགའ་བོ་བག་མེད། བདུད་ནི་དམན་པ་བཞིན་དང་དེ་ཐེག་པ་ཆེན་པོའི་གི་ཆོས་དམ་པའི་ཐེག་པ་ཆེན་པོའི་གི་ཆོས་འདི་ལོ་དེ་ལོངས་སྤྱོད་ནི་དེ་མི་ཚེ་མི་ཚེ་ལས་མི་ཚེ་དེ་ཆོས་ལོ་ལོངས་སྤྱོད་ནི་ཡོད་པའི་གི་སྐལ་བ་དང་ལྡན་པའི་ཕྱིར་དུ་སྔོ་ཐང་སྟེ་དེ་ལ་དེ་རྗེ་བཙུན་འཇམ་པའི་དབྱངས་དང། རྒྱལ་སྲས་ཀུན་ཏུ་བཟང་པོ་ལ་སོགས་པ་རྣམས་ཀྱི་འགྲོ་བའི་དོན་དུ་དེ་བསྔོ་བ་ག་མཛད་དུ་གསུངས་པས་ད་ལྟ་རེ་ང་ཆེ་གེ་མོ་ནི་ཡིན་ཟེར་བའི་གི་སྐུ་ལས་བསྔོ་བ་གནང་བར་ཞུ།